འཛམ་གླིང་གང་སར་བཞུགས་པའི་བོད་རིགས་སྤུན་ཟླ་རྣམ་པ་ལ་རྒྱ་གར་རྡོ་རྗེ་གླིང་ནས་སྔ་དྲོ་བདེ་ལེགས་ཞུ་གི་ཡོད། ད་དེ་རིང་ག་རེ་ཞུ་ཡས་ཡིན་ཞུས་པ་ཡིན་ན། ད་ཁེ་ས་འདི། Shype Shype AI།

ཁོང་ཚོས་ད་ལྟ་ད་ས་ཆ་ག་ས་ག་ལ་ཁོ་རང་ཚོ་ད་ལྟ་བཟོ་ལས་ཁང་འདི་གི་མི་བཀྲམ་ཤག་ཁ་ཤས་ཀ་ལིང་པོང་ཁ་ཤས་འབྲས་ལྗོང་ཨ་ནི་ག་ས་ག་ལ་བཀྲམ་བྱས་ཨ་ནི་མི་གསོད་རིག་པ་ལ་ད་བཀའ་འདྲི་གནང་པ་ཡིན་ན་དཔེར་ན། ཨིན་ཇིའི་སྐད་བཤད་མཁན་གཅིག་གིས། ཨིན་ཇིའི་སྐད་བཤད་མཁན་གཅིག། བོད་ལ་འགྲོ་དགོས་བྱུང་བ་ཡིན་ན། ཨཱ་ནི་དེའི་སྐབས་ལ་དཔེར་ན། Where is the monastery ཟེར་ནས་ཨི། ལག་ཐོག་ཁ་པར་ལ་དེ་འདྲ་གསུངས་པ་ཡིན་ན་ཨཱ་ནི་ཐད་ཀར། ཨཱ་ནི། སྐད་སྒྱུར་བྱེད་བྱེད་གོམ་པ་ག་པར་ཡོད་རེད་ཟེར་ནས་ལབ་ཐུབ་ཡག་གི་དེ་འདྲའི། རིག་པ་འདི་འདྲའི་དར་རྒྱས་མང་ཆེ་བ་ལ་ཕལ་ཆེར་བཟོས་ཚར་ཡོད་ཀྱི་རེད། ཨ་ནི་བོད་སྐད་ལ་ཡང་ད་ག་ནང་བཞིན་བཟོ་ཡ་འཆར་གཞི་བྱས་བྱས། ཤཱིབ། ཨ་མི་བཟོས་རིག་པའི་བཟོ་ལས་ཁང་གི་མི་གཅིག་ད་ལྟ་ང་ཚོའི་སློབ་གྲྭ་འཇམ་དབྱངས་བོད་ཀྱི་རིག་གཞུང་དཔྱད་འཛིན་ཁང་ལ་ཕེབས་བྱུང། ཨ་ནི། ད་ངས་དེ་ཁོ་རང་གི། ཁྱུག་ཚེ་གཅིག་ང་ཚོ་ལ་རོགས་རམ་གནང་རོགས་གནང་བྱས། ལན་བཞག་བཞག་ཨ་ནི་ད་ག། ད་ག་གནང་བཞིན་ང་རང་ཕ་གའི་ཕྱིན་པ་ཡིན། ཕྱིན་ནས་ད་ཁོ་ཚོའི་འཆར་གཞི་དེ་ག་འདྲས་ཀྱི་འདུག་ཟེར་ན། དེ་འདྲའི་ཁོ་ཚོའི་ལག་འཁྱེར་ཁ་པར་གྱི་ནང་ལ་ཚིག་གྲུབ་ཁ་ཤས་འདུག་ཚིག་གྲུབ་དེ་འདྲས་ད་མང་པོ་ཡོད་པ་འདྲ་ངས་གཅིག་མཐོང་བྱུང། ཨ་ནི་གཅིག་དེ་ག་འདྲས་འདུག་ཟེར་ན། ལྟས་ཀྱི་ཡི་གེ་སོགས་འདྲ་བོ་ཆེ། ད་ཀློག་པའི་སྐབས་ལ་ཡིག་སྐད་ཡིན་ན་ཡག་པོ་ཡོད་རེད་པ། ཡིན་ནའི་སྐད་ཆ་བཤད་ག་འགྲོ་དུས་ཡིག་སྐད་ཀྱི་ཐོག་ནས་བཀའ་མོལ་གནང་པ་ཡིན་ན། ད་སློབ་སྦྱོང་ཡོད་མཁན་འདི་འདྲའི་གི་ད་མཁྱེན་རྟོགས་ཁ་བོ་རེད་དེ། ཨ་ནི་སློབ་སྦྱོང་བྱེད་མྱོང་མེད་མཁན་འདི་འདྲའི་གི་མཁྱེན་ཡག་དཀའ་ལས་ཁག་པོ་ཞེ་དྲག་རེད། ཨ་ནི་ངས་ཁོ་རང་ཚོ་ལ་ད་འདི་ཁྱེད་རང་ཚོ་འཕེལ་རྒྱས་ཐད་བསྒྱུར་བྱེད་ཡ་ཡིན་ན།

ཁྱེད་རང་ཚོ་ལ་རོགས་པ་ཞུ་དགོས། ཞུས་པ་ཡིན་ད། དེ་འདྲས་ཡག་པོ་ཅིག་བཟོ་ཐུབ་པ་ཡིན་ན་ཨ་ནི་ང་རང་ཚོའི་སྐད་དང་ཡི་གེ་སྲུང་སྐྱོབ་ཀྱི་ཆེད་དུ་ཨ་ནི་ཕན་ཐོགས་ཡོང་གི་རེད།

དེའི་ཆེད་ད AI འདིས་ཁྱེད་རང་ཚོས་བེད་སྤྱོད་བཏང་མྱོང་ཡོད་ན་མེད་ན། གང་ཞེ་ད AI འདི་དཔེ་མི་སྲིད། དཔེ་མི་སྲིད་ཡག་པོ་འདུག་ད་ངས་ད་ལྟ་དེ Messenger ལ AI ཡོད་རེད་པ། AI ལ་ཨ་ནི

ཨ་ནི་ངའི་སྐོར་ལ་ག་རེ་ལབ་ཡ་ཡོད་སྐད་ཆ་དྲིས་པར་བ། ཨ་ནི་ཚུལ་དེ་འདྲ་ལབ་གི་བཟོ་ད་ཁྱེད་རང་གི་སྐོར་ལ་ངས་ལན་རྒྱབ་ཡ་ཟེར་གལ་མེད་ཡིན་ན་ཡང། ཁྱེད་རང་གི་དབྱིན་ཇི་གི་བརྡ་སྤྲོད་ཀྱི་ཐོག་ལ་ཞིབ་འཇུག་གཏིང་ཟབ་པོ་ཞེ་དྲག་བྱེད་ཀྱི་འདུག་ཅེས་བྱས། ཨ་ལན་རྒྱབ་གི་འདུག་པེ་མེ་སི་ཡམ་ཚན་དུ། ཧ་ལས་ཡ་རེད་ཤག་ཨེ་ཨའི་སི་ཡ་དེ་ད་ཡིན་ནས་དམ་ད། ཨ། ད་ད་དུང་འདི་ལས་ཡག་ཏུ་འགྲོ་གི་རེད། ད་འདི་འདྲའི་ཅིག་གི་ནང་ལ་ཨ་ནི་ང་རང་ཚོའི་སྐད་འདིའི་ཚུད་པ་བྱུང་ན་ཨ་ནི་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་བྱས། ད་སང་ཉིན་ནས་ངས་ཡང་བསྐྱར་ཁོ་རང་ཚོ་མཉམ་དུ་ཚོགས་འདུ་ཅིག་ལ་འགྲོ་ཡ།

སྐད་བཅུ་དགུ་དགུ་འདུག་ད་ཚིག་དྲུག་འདི་འདྲ་ཀློག་བྱེད་ནས་ཁ། བུས་ཀློག་པ་བུ་མོས་ཀློག་པ། ཨ་ནི་འདི་འདྲའི་ཁར་ཚ། སྤུ་གུ་ཆུང་ཆུང་གིས་ཀློག་པ་མི་རྒན་འཁོགས་ཀྱིས་ཀློག་པ་འདི་འདྲ། སྒྲ་མང་པོ་ཅིག་བཅུ་དགུ་དགུ་འདུག་ཁོ་ཚོས་དེ། མི་གསོད་རིག་པའི། ད་འཕྲུལ་འཁོར་བཞུགས་མར་པའི་དེའི་ནང་ལ།

སྐད་སྲུང་སྐྱོབ་བྱེད་ཡ་ལ་ད་ཕན་ཡ་ཡིན་ད་ཡིན་དེ་དང་མཉམ་དུ། དངུལ་ཕྲན་བུ་ཡང་ཁོ་རང་ཚོས་སྤྲད་ཀྱི་འདུག་དེ་འདྲའི་ཡིན་པ་སོང་ཙང། གལ་སྲིད་ཁྱེད་རང་ཚོ་དམིགས་བསལ་གྱི་ལས་ཀ་མེད་པ་དེ་འདྲའི་ཡོད་ན། ཨ་ནི། ང་ལ་འབྲེལ་བ་གནང་རོགས་གནང། བོད་ཡིག་ཀློག་ཐུབ་མཁན། ནམ་བཞག་རྒྱུན་དུ་ནས་བོད་སྐད་རྒྱབ་མཁན་ཨ་ནི་བོད་ཡིག་ཀློག་ཐུབ་མཁན་དེ་འདྲའི་སྤུ་གུ་ལོ་ཆུང་ཆུང་བྲེལ་སོང། བུ། བུ་མོ་ཁྱོ་ག་སྐྱེས་མས་དེ་འདྲའི་འདྲ་མི་འདྲ་གི་སྐད། མི་གསོད་རིག་པའི་འཁྲུལ་འཁོར་གྱི་ནང་ལ་བཅུག་དགོས་ཀྱི་འདུག། ཨ། ད་འདི་འདྲ་བྱས་རྗེས། ང་རང་གི་ངོས་ནས། ང་རང་ཚོའི་སྐད་སྲུང་སྐྱོབ་བྱེད་ཡ་ལ། གང་ཐུབ་ཅི་ཐུབ་བྱས་དང་བྱེད་བཞིན་པ་ཡིན། དེ་ནས་དེ་མི་གསོད་རིག་པའི་ནང་ལ་ད་ཅིག་ཕན་ཐོགས་པོ་ཅིག་དང་ཡག་པོ་ཅིག་བཟོ་ཐུབ་པ་ཡིན་ན་ཨ་ནི་ང་རང་ཚོས་སྐད་སྲུང་སྐྱོབ་བྱེད་ཡ་ལ་ཕན་ཐོགས་ཞིབ་པོ་ཅིག་ཡོང་གི་རེད་བསམ་གྱི་འདུག་དེའི་ཆེད། དེ་ནས་ད་ངས་དེ་ཁྱེད་རང་ཚོ་སྔོན་མ་ནས་ངའི་བརྙན་ཐུང་གསན་སྲིད་གནང་གི་ཡོད་པ་ཡིན་ན་ད་ཁྱེད་རང་ཚོ་མཁྱེན་གི་རེད། ངས་ད་ལྟ་ང་རང་ཚོའི་འཕེལ་རྒྱས་ཀྱི་བརྡ་སྤྲོད་དེབ་གསུམ་བྲིས་པ་ཡིན། དེབ་གསུམ་བྲིས་པ་ཡིན། ད་དེབ་གསུམ་བྲིས་རྗེས། སྟབས། བོད་པ་གཅིག་གིས་བོད་སྐད་ཀྱི་བརྡ་སྤྲོད་ཞིབ་བཞིན་ཕྲ་བ། ཨ་ནི། འདི་འདྲ་བྲིས་མཁན་དང་པོ་ང་ཡིན། དེ་མ་ཡིན་པ་དེའི་སྔོན་ལ། བོད་སྐད་ཀྱི་བརྡ་སྤྲོད་སུས་བྲིས་པ་རེད་ཟེར་ན། Goldstein། American། རེད། Goldstein། གྱིས་ཅིག་བྲིས་པ་རེད་གཱལ་སྟྲན་གྱི་ཚིག་མཛོད་དེབ་མཐུག་པོ་ཞིབ་པོ་ཅིག་ཡང་བྲིས་ཡོད་རེད། དེ་ནས་ནི་ཀོ་ལཱ་ཐུར་ནཱ་ཏི་འདི་ཁོ་རང་ཕ་རན་སི་ཀྱི་ཚན་རིག་པ་རེད་ངོ་མ། ཁོ་རང་གིས་ད་ལྟ་བོད་སྐད་བསླབ་ཡག་གི་ཆེད་དུ Manual Standard Tibetan ཟེར་མཁན་ཅིག་བྲིས་པ་རེད། དེ་ནས་ཕ་རན་སིས་ཀ་སུས་ནས་ཡིན་པའི

གཏིང་ཟབ་པོ་འགྲེལ་བཤད་རྒྱོབ་མཁན་དང་པོ་ང་ཡིན། ད། བོད་སྐད་འགྲེལ་བཤད་རྒྱོབ་ཟེར་ན་ཁོ་སྟེ་གཏིང་ཟབ་པོ་དང་ཅིག་ཡོད་རེད་ཁོ་ཉམས་ཞིབ་མང་པོ་ཞེ་བོ་ཅིག་བྱེད་དགོས་ཀྱི་ཡོད་རེད། ཨ་ནི། སྤྱིར་བཏང་ད་ལྟ། བོད་པ་དེ་འདྲའི། ཕྱི་རྒྱལ་བ་ལ་བོད་སྐད་བསླབ་མཁན་དེ་འདྲའི་ཁ་ཤས་ཡོད་རེད་དེ། ཨ་ནི། ཀློག་དེབ་ཅིག་ཁྱེར་ཡོང་ཅིག་དེའི་ནང་ལ་ག་རེ་བྲིས་ཡོད་པ་འདི་ཤེས་སོང་བསླབ་བ་མ་གཏོགས། སོ་སོ་རང་གི་རྣམ་དཔྱོད་བེད་སྤྱོད་བྱས་ནས། ཉམས་ཞིབ་བྱས་ནས། ཅིག་འདི་ལས་འགྲེལ་བཤད་ཡག་ག་ཅིག་དེབ་ཀྱི་ནང་ལ་བྲིས་པའི་འགྲེལ་བཤད་ཡ། འདི་ལས་ཡག་ཚེ་ཅིག། འགེབས་ཡག་གི་ཐབས་ལམ་འདི་འདྲའི་དཔྱད་ཡག་གི་གོམས་གཤིས་ང་ཚོའི། བོད་པའི་མི་རིགས་འདི་ནང་ལ་དཔེ་མི་སྲིད་དཀོན་པོ་རེད། དཔྱད་པ་བྱེད་ཡག། ཉམས་ཞིབ་བྱེད་ཡག། འདི་ལ། ཨ་ནི། སྐྱོ་པོ་ཞི་བོ་ཅིག་རེད། དེ་འདྲ་བྱེད་ཅེས་ད་དེབ་གསུམ་བྲིས་པ་ཡིན། ཁྱེད་རང་ཚོ་ལ་ཡང་ཞུ་ཡ་ཅིག་ལ། ད་སོ་སོའི་སོ་སོ་ལ་དབྱིངས་ཡོད་པས་དཔེར་ན་ང་ལ་བོད་སྐད་བསླབ་ཡ་ལ་དབྱིངས་ཡོད་རེད། ད་ག་ནང་བཞིན་ད་ཁྱེད་རང་ཚོ་ག་རེ་ཞུ་དགོས་རེད། མི་བྲེལ་སོང་དེ་འདྲའི་ལྟ་སྐྱོང་གནང་ཡ་ལ་དོ་སྣང་ཡོད་པས་ཡིན་ན། གང་ལྟར་སྤྱི་ཚོགས་ལ་ཕན་ཐོགས་ཡག་གི་ལས་ཀ་ཅིག་གནང་འདོད་ཡོད་ན། སྙིང་སེམས་ཀྱི་གཏིང་ནས་དེ་འདྲ་གནང་འདོད་ཡོད་ན། ཨ་ནི་ཁྱེད་རང་འགོ་ཁྱེད་རང་ཚོ་འགོ་བཙུགས་གནང་ད། རོགས་པ་བྱེད་མཁན་ཏན་ཏན་ཡོང་གི་འདུག་ད་ངས་ད་ལྟ་དེབ་འདི་བྲིས་པའི་སྐབས་ལ། ངས་ད་ཉམས་ཞིབ་ལོ་ཉི་ཤུ་རྩ་བཞི་བྱས་པ་རེད་དེ། དེ་ཙམ་གྱིས་འགྲིག་གི་མི་འདུག་དེ་ཡང་ག་རེ་ཞུ་ག་རེ་དབྱིན་ཇིའི་ཚིག་དྲུག་གི་ནང་ལ། ཞུ་དག་ཐོག་ལ་ཞུ་དག་གནང་མཁན་གོ་གི་འདུག་ད་ག་ནང་བཞིན་བོད་ཡིག་གི་ཚིག་དྲུག་གི་ཐོག་ལ་ཞུ་དག་གནང་མཁན་གོ་གི་འདུག་ཨ་ནི་ཡང། ཕྱི་རྒྱལ་བ་མི་རང་གིས། ཁོ་རང་ཚོས་བཀའ་མོལ་གནང་པའི་སྐབས་ལ་ག་འདྲས་གསུང་གི་ཡོད་མེད་ཁོ་རང་ཚོས།

བྱས་ཙང་ད་ཨ་ནི། བོད་ཡིག་གི་ཐོག་ནས་དབྱིན་ཇིའི་ཐོག་ནས། རོགས་རམ་གནང་མཁན་ད་རོགས་རམ་མང་པོ་གོ་གི་འདུག་ད་རི་མོ་བྲིས་གནང་མཁན། མང་པོ་ཅིག་གོ་གི་འདུག། འགོ་བཙུགས་གནང་པ་ཡིན་ན། སེམས་ཀྱི་གཏིང་ནས་སྤྱི་ཚོགས་ལ་ཕན་ཐོགས་སྐོར་བསམ་བྱས། ལས་ཀ་གསར་པ་ཞིག་འགོ་བཙུགས་གནང་བ་ཡིན་ན། རོགས་པ་གནང་མཁན་མ་རག་པའི་སེམས་ཁྲལ་མི་འདུག་འདི་བྱས། ཨ་ནི། འོ་དེ་འདྲ་ཟེར་ད་ངས་དེབ་དེ། དེ་ནས་ཁ་རེ་ས། ད། ངས་དེབ་དེ་བྲིས་ནས་ད་ལོ་གཅིག། དྲུག་ཡོད་ན་གཉིས་དྲུག་ཡོད་ན། ད་འཛམ་བུ་གླིང། ས་ཆ། གང་ལ་གང་འཚམ་ལ་ད། དེབ་འདི་འདྲ་ཅིག་ཡོད་རེད་ཟེར་ནས་སློབ་ཕྲུག་ཚོས་ཧ་གོ་གི་འདུག། ཐ་སྙད་འདི་དང་པོ་དེབ་འདིའི་དང་པོ་དབུ་འབྱེད་ཞུས་པའི་སྐབས་ལ། Radio Free Asia། ལ་ཕེབས་རོགས་གནང། ངས་འདི་བོད་སྐད་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་བོད་སྐད་ཀྱི་བརྡ་སྤྲོད་དེབ་གསར་པ་ཅིག་བྲིས་ཡོད། ལོ་ཉི་ཤུ་རྩ་བཞི་ཉམས་ཞིབ་བྱས་རྗེས་བྲིས་པའི་དེབ་རེད། ཁྱེད་རང་ཚོས་འདི། བརྙན་འཕྲིན་གྱི་ཐོག་ནས་གསལ་བསྒྲགས་གནང་པ་ཡིན་ན། ཨ་ནི་བོད་པ་ཚང་མས་དེབ་འདིའི་སྐོར་ལ་མཁྱེན་རྟོགས་ཡོང་གི་རེད་ཅེས་ཀྱི་རེ་འདུན་ཞུས་པ་ཡིན་ཏེ། ཨ་ནི། ཞུས་པ་ཡིན་ཨ་ནི་ཁོ་ན་ཚོས་ཁྱེད་རང་གི་དེབ་ཀྱི་མདུན་གྱི་པར་འདི་བཏོན་དང་རྒྱབ་ལོགས་ཀྱི་པར་འདི་པར་བརྒྱབ་ཚེ་ང་ཚོ་ལ་བཏང་ཤོག་ཟེར་ནས་པར་མང་པོ་ཅིག་ཕབ་བཏང་པ་ཡིན་ཏེ་མཐའ་མ་ལ་ཨ་ནི། ཨ་ནི་གང་ནས་བཀའ་ཕེབས་སོང་ཁྱེད་རང་འགྲོ་དགོས་ཡ་ཡོད་མ་རེད་འགྲོ་དགོས་མ་རེད་ཟེར་ནས་གང་ནས་བཀའ་ཕེབས་སོང་བྱས་བྱས་ཁོ་ནང་ཚོ་ཕེབས་མ་བྱུང་ད་ཁོ་ཚོ་མ་ཕེབས་ན་ཡང་ད་ད་ལ་ད་ཟླའི་ཆ་ལ་འཛམ་བུ་གླིང་ས་ཆ་གང་གང་ལ་གང་འཚམས་ལ་ད་ཨ། ངས་དེབ་དེ་སླེབས་ཡོད་རེད། དེ་ནས་ད་ལྟ་དེ་རྡ་རྗེ་གླིང་གི་སློབ་ཕྲུག་ཟུར་པ་ཡིན་པ་དབྱངས་ཆེན་ལགས་ཀྱིས་དེབ་འདི་ཨ་མི་རི་ཀ་ལ་བསྣམས་ཡ། ད་དེབ་ཉི་ཤུ་ཟེར་དུས་ཙཱ་ནས་བརྗིད་པོ་ཞེ་དྲགས་ཡོད་རེད་ད། དེ་འདྲའི་དེབ་བཅུ་ཙཱ་ཉི་ཤུ་ཙཱ་རིན་པ་མེད་པ། ཨ་མེ་རི་ཀ་ལ་གནམ་ཨ་ནི་ཆོས་ཚོགས་དེ་འདྲས་ལ། མཁར་ས་བཀྲམ་གནང་བྱས། ཕན་ཐོགས་ཆེན་པོ་ཞེ་དྲག་བྱུང། ཁྱེད་རང་ཚོས་ཐུགས་ལ་བཞག་དགོས་ཡ་དེ། སྤྱི་ཚོགས་ཀྱི་དོན་ལ་ལས་ཀ་ཅིག་བརྩམས་གནང་པ་ཡིན་ན། ཀུན་སློང་རྣམ་པར་དག་པ་སེམས་ཀྱི་གཏིང་ནས། ཅིག་གནང་འདོད་ཡོད་ན། རོགས་པ་བྱེད་མཁན་མང་དག་ཅིག་འདུག་ཞུ་ཡ་ཡིན། དེ་ནས་འདི་བྱས། དེ་ནས་ད་སང་ཉིན་ཡིན་ད་ངས་ད་ད་བོད་སྐད་ཀྱི་བརྡ་སྤྲོད་དེབ་འདི་ཚོ་ད་བོད་སྐད་ནས་ནེ་པ་ལི་ལ་སྐད་བསྒྱུར་བྱེད་ཡ། འགོ་བཙུགས་ཀྱི་ཡིན་སང་ཉིན་ནས། ཨཱ་ནི། ད་ག་རེ་རེ་བ་ཞུ་གི་ཡོད་ཟེར་ན་སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ། སྤྱི་ཟླ་གསུམ་པའི་ཚེས་བཅོ་ལྔའི་སྔོན་ལ་པར་སྐྲུན་ཞུས་ཚར་བ་བྱེད་ཡག་ཡིན། གང་ཡིན་ཟེར་ན་ཡང་ང་ཚོ་དེ་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་གིས་ཨཱ་ནི་འཛིན་གྲྭ་སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ་ལ་འགོ་བཙུགས་ཀྱི་ཡོད་རེད། ཨ་ནེ་རྡེལ་ལ་སློབ་སྦྱོང་གནང་སྐབས། སློབ་སྦྱོང་གནང་སྐབས་ཕེབས་མཁན་མང་ཆེ་བ་བོད་རིགས་ཡིན་པ་གང་ཞིག་ལ་ནེ་པ་ལི་སྐད་སྐྱོན་མཁན་དཔེར་ན་རྟ་མང། རའི། གུ་རུང། འབྲས་ལྗོངས་པ། ཤར་པ། ཡོལ་མོ་དེ་འདྲའི་བོད་རིགས་ཡིན་པ་གང་ཞིག་ལ་ཨ་ནེ། ནེ་པ་ལི་སྐད་རྒྱབ་མཁན་མི་རིགས་མང་པོ་ཞིག་བོད་ཀྱི་ཡོ་ད་ཁོ་ཚོ་ལ་ཏན་ཏན། ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གྱི་འདུག་དེ་ཙམ་དུ་མ་ཟད། ཁོ་རང་ཚོ་ཕེབས་པའི་སྐབས་ལ། ང་ཚོས་བསླབ་ཡག་གི་ཡི་གེ་དེ་ཁྱེད་རང་ཚོའི་ཡི་གེ་རེད་ད་ཁྱེད་རང་ཚོས་ང་ང་ཚོའི་སྐད་འགེབས་ཡག། ང་ཚོས་འགེབས་ཡག་གི་སྐད་དེ་ཡང་ཁྱེད་རང་ཚོའི་སྐད་རེད། ཁྱད་པར་ཏེ་ཞོའོ་རི་ཡིན་ན་ཡང། རྩ་བ་གཅིག་པ་རེད། ངས་དུས་དང་རྣམ་པ་ཀུན་ཏུ་ཁོ་རང་ཚོ་ལ་དྲན་གསོ་བཏང་གི་ཡོད།

ངས་ནམ་རྒྱུན་ནེ་པ་ལི་སྐད་བེད་སྤྱོད་བྱེད་ཀྱི་ཡོད་ཙང། ད། ལས་སླ་པོ་ཞིག་དྲར་ད་ང་ཁེལ་ས། ཉི་མ་ཁ་ཤས་ཅིག། གློག་ཀླད་ལ་དེ་འདྲའི་ལྕགས་པར་བརྒྱབ་བཞུགས་གི་མ་རེད་པས། བརྒྱབ་ཡག་ལ་ཉམས་མྱོང་ཡོད་མཁན་ཅིག་བཙལ་བ་ཡིན་ཏེ། ཁ་ཤས་ནེ་པ་ལི་སྐད་བསླབ་མཁན་གྱི་དགེ་རྒན་ཡིན་ན་ཡང། གློག་ཀླད་ལ་ནེ་པ་ལི་བྲིས་མྱོང་ཞེ་དྲག་མེད་པ། ཡང་ཁ་ཤས་ནེ་པ་ལི་ཀྱི་སྙན་ངག་དེ་འདྲ་དང་དེ་འདྲ་བྲི་མཁན་ཡིན་པ་གང་ཞིག་ལ། ཀོམ་པུ་ཏར་ལ་ནེ་པ་ལི་བྲིས་མྱོང་མེད་མཁན། ད་དེ་འདྲ་ཆ་རྐྱེན་གཅིག་ཚང་ན་ཡང་ཆ་རྐྱེན་གཅིག་མ་ཚང་མཁན། དེ་འདྲ་ད་ཐུག་གི་འདུག།

དེ་འདྲ་བྱེད་ཅེས་ད་ང་རང་གི་ངོས་ནས་བསམ་པ་རྣམ་དག་གིས་ང་རང་ཚོའི་སྐད་སྲུང་སྐྱོབ་བྱེད་ཡ་ལ་ག་ཡོང་ཅི་ཡོང་བྱས་དང་བྱེད་བཞིན་པ་ཡིན། ཡིན་ན་ཡང་དུས་སྐབས་གཅིག་ལ་ད་ད་ལྟའི་ཆ་ལ་ནེ་པ་ལི་ཨ་ཁར་ས་བོད་པའི་སྤྱི་ཚོགས་ཀྱི་ནང་ལ་ཕོ་གསར་མོ་གསར་ཚོ་བོད་པ་གཙང་མ་ཡིན་པ་གང་ཞིག་ལ་བོད་སྐད་སྐྱོན་ཐུག་གི་མི་འདུག་གལ་སྲིད་སྐྱོན་ཐུབ་ན་ཡང་གདེང་ཚོད་ཀྱི་ངང་ནས། བོད་སྐད་སྐྱོན་ཐུག་གི་མི་འདུག་ད་ངས་བོད་སྐད་བརྒྱབ་པ་ཡིན་ན་ཏན་ཏན་ནོར་གི་རེད་བསམ་བྱས་ཁོ་ནང་ཚོ་ལ་ཞེད་སྣང་ཅིག་སྐྱེ་གི་འདུག་དེ་འདྲ་བྱས་བྱས་ང་རང་ཚོའི་སྐད་དེ་མགྱོགས་པོ་ཞིབ་པོ་ཅིག་ཉམས་འགྲོ་གི་འདུག། ཡང་ཁ་ཤས་ཀྱིས། ག་རེ་ཞུ་གི་རེད། བོད་སྐད་རྒྱབ་པ་གང་ཞིག་ལ་དབྱིན་ཇིའི་ཚིག་གཅིག་གཉིས་དང་དེའི་རྗེས་ལ་ནེ་པ་ལིའི་ཚིག་གཅིག་གཉིས། འདི་འདྲ་ཚང་མ་ཡར་སྤྲད་བྱས་སྐྱོན་མཁན་རིགས་གཅིག་འདུག། ཡང། བོད་སྐད་རྒྱབ་པ་གང་ཞིག་ལ་ཡང་ཐ་མ་ལ་ཡང་གར་ཤོག་རི་ཡུལ་སྐད་ཀྱི་ཚིག་གཅིག་གཉིས་གཅིག་སྦྱར་བཅས་དེ་འདྲས་བཀའ་མོལ་གནང་གི་འདུག་ཨ་ནི། ད། དཔེར་ན་ནུབ་ཕྱོགས་རྒྱལ་ཁབ་ལ་ཡང་བོད་གཞུང་གི་སྐུ་ཚབ་ཕེབས་པའི་སྐབས་ལ་ཁོ་རང་ཚོས། ཚ་མ་དེ་ལ་ཨ་ཡང་དབྱིན་ཇིའི་སྐད་ལ་བྲེལ་ཤེས་སྐྱོན་གོ་ཁེལ་གི་འདུག་ཨ། འདི་ག་རེ་སྟོན་གི་ཨོར་ཟེར་ན། ཕོ་གསར་མོ་གསར་ཚོ་བོད་སྐད་མཁྱེན་གི་མེད་པ། མཁྱེན་གི་མེད་པའི་རྟགས་མཚན། རེད་པ་ད། དེ་ང་རང་ཚོའི་སྐད་རེད་ཕྱུག་པོ་ཞེ་དྲག་རེད། ཨ། སོ་སོའི་ངོས་ནས། སྤུ་གུ་ཆུང་ཆུང་ཡིན་པའི་སྐབས་ལ། བོད་སྐད་བསྐྱོན་པ་ཡིན་ན་ནི། བོད་སྐད་རྒྱབ་ཡས་ལ་སྐུ་ངལ་གཙང་བ་ནི་འཕྲད་གི་མ་རེད་ད། བྱང་སྒོ་ཆུང་པ་ཡིན་ན་དུས་ཚོད་སྟེ།

དབྱིན་ཇིའི་ཟླ་བ་དགུའི་ནང་ལ་ཆང་འཐུ་དགོས་པའི་ཡང་དག་པ་དེ་ག་བ་ཆང་འཐུ་དགོས་རེད། ག་རེ་ཞུ་ཡ་ཡིན་ཟེར་ན། ཆང་འགོ་ཆུང་པ་ཡིན་ན་ཞེ་དྲག་འགོར་གི་རེད་ད། དུས་ཚོད་ཞེ་དྲག་འགོར་གི་རེད། ཨ་ནི། ད་གང་ལྟར་སྙིང་དོན་འདི་ད་སེང་ངེ་ནས། བོད་སྐད་སྲུང་སྐྱོབ་བྱེད་ཡག་གི་ཆེད་དུ། བོད་རིགས་ཡིན་པ་གང་ཞིག་ལ། ནེ་པ་ལི་སྐད་སྐྱོན་མཁན་ཚོ་ལ་ཐུགས་ཕན་གསོས་ཡ། ཡང་ན། བོད་པ་ཅིག་ནེ་པ་ལི་སྐད་ཆ་མགོ་བྱུང་པ་ཡིན་ན་ཐུགས་ཕན་གསོས་ཡ་གི་དེ་འདྲའི་དེབ་ཅིག་སང་ཉིན་ནས་བྲི་ཡ་མགོ་བཙུགས་ཡ་ཡིན། དེ་ནས་དེ་མཉམ་དུ་ད་མི་སེར་རིག་པ་ཤོག་དམར་བས་དེའི་ཐོག་ནས་ཁོང་ཚོ་ལ་རོགས་རམ་གང་ཐུབ་ཞུ་ཡ་ཡིན། དེ་འདྲ་བྱས་ཚེ་ད་ད་རིང་གི་བརྙན་ཐུང་འདི་འདས་མཚམས་བཞག་གི་ཡིན། ཨ་ནི་སེན་སི་ནང་པ་ལ་ཐུགས་ཆེ་གནང།